དཔེར་ན་བམ་ལས་ཆུ་ཡི་རྒྱུན་གོ། དཔེར་ན་ལམ་ལས་ས་ཡི་རྒྱུན་གོ། དུས་ཚོད་དེའི་དུས་ཆུང་ཆུང་འབྲུག་བསྡུ་བ་གོ། དེ་ནས་ཕྱིར་ཐར་གྱི་མེ་ཏོག་ཆུང་ཆུང་འབྱིན་པར་བཤད། དེ་འདྲའི་ཡམ་རོང་ལམ་འདི་ཡི་གེ་ལམ་ཐབས་རེ་བའི་ཟིན་རྣམ་མེད་པ་བཅས་ཡི་གེ་ཉལ་ཐབས་ཡིན་པ་བཅས། དཔེར་ན་ང་རང་འདྲ་བོ་ཅིག་ལ་ང་ཕག་ཁར་ལོག་ནས་སྒོམ་གྱི་ཡོད་པ་ཡིན་ཙང་ཡི་གེ་ཡམ་དེ་ཡང་དཔེར་ན་ཉལ་ཐབས་བྱས་ནས་དཔེར་ན། ཡི་གེ་མགོ་དེ་རྒྱབ་ལོག་ལ་ཡོད་པ་བཅས་རྐང་པ་དེ་མདུན་དུ་ཡོད་པ་བཅས་བ་ལྟར་ཡི་གེ་གང་ག་བ་ཐུགས་སུ་ཉལ་ཐབས་བྱས་ནས

ཕྱོགས་བཞི་མཚམས་བརྒྱད་ལ་རི་འབུམ་བུ་རེ་རེ་ཡོད་པར་བྱས། ད་རི་རི་འབུམ་བུ་རེ་རེ་དེའི་ངང་ལོག་ཏུ་སྟོང་པ་རེ་དེ་ཡོད་རེད་བ། ཨོ་དེའི་ནང་དེ་ལ་ཡ། ཨེ་ནི། ད་འདི་ང་རང་ཚོའི་དཀྱིལ་འཁོར་ནང་དུ་ཁྲི་བརྡལ་ཡག་གི། པད་མ་འདབ་མ་དྲུག་ཅུ་རེ་བཞི་དེ་ཚོས་དེ་དལ་ཡོད་པར་བྱས། པད་མ་འདབ་མ་དྲུག་ཅུ་རེ་བཞི་པའི་ཚོས་དེའི་དབུས་དེ་ལ་ཡ། ཨེ་ནི། ད་འདི།

སྒོ་ཆེན་ཉི་ཤུ་རྩ་བཞི་ཕྱེ་དགོས་པ་དེ་རླུང་གི་འཕོ་བ་ཉི་ཤུ་རྩ་བཞི་དང་སྦྱར་ནས་རྒྱུ་རྒྱུ་ལུས་རྩལ་འདོན་བྱས་ནས་ཡོང་གི་ཡོད་པ་ཡིན་ཙང་རླུང་གི་འཕོ་བ་ཉི་ཤུ་རྩ་བཞི་གི་གྲངས་དང་མཉམ་པའི་ཆ་ནས་མེ་རིའི་ཤར་གྱི་མེ་རིའི་མཐའ་ནས་ནུབ་ཀྱི་མེ་རིའི་མཐའ་ཡོད་བར་དུ་སྒོ་ཆེན་ཉི་ཤུ་རྩ་བཞི་ཡོད་པ་འོ་དེ་སྦྱར་ནས་ཡིན། ད་དེ་ནས་བདེ་མཆོག་ལྟ་བུ་ཅི་ལ་ཞེ་ན་ཐིག་གུ་ཐུང་བའི་ལུགས་ཟེར་ནས། རྟ་བབས་ཏེ་ད་ལྟ་འདི་རེད་དེ་རྟ་བབས་སྒོ་ཚད་གསུམ་མ་གསུམ་གྱི་འདུག་སྟེ། དཀྱིལ་འཁོར་བྲིས་པའི་ཁར་རྟ་བབས་སྒོ་ཚད་གཅིག་མ་གཅིག་བྲི་དགོས་བ་རེད། ཨ་ནི་སྣ་ཚོགས་རྡོ་རྗེ་དེ་ད་གིན་དེ་རིགས། རྩ་བའི་ར་དེ་ཞིང་ཁ་སྒོ་ཚད་གསུམ་མ་དང་སྒོ་ཁ་ས་ཆ་ཕྲན་ཆ་ཕྲན་གསུམ་མ་དང་ཆ་ཕྲན་གཉིས་པ་སུ་རང་བྱིན་དུ་འོ་དེ་ཐིག་གུ་རིང་ཐུང་གི་ཐོག་ནས་རེད། ད་དེ་བྱས་ཡོང་དུས་འོ་ནི་འདེབས་འཇོག་ལྟ་བུ་ཅིག་རེད་ཨེ་ནི་ཐིག་གུ་ཐུང་བའི་ལུགས་སྦྱར་དགོས་བ་ག་རེ་རེད་ཟེར་ན་ཨེ་ནི།

ཨ་ནི་མ་བབས་ནས་དབྱངས་གསལ་གྱི་དོན་དེ་ཟླ་བའི་དབུས་སུ་མ་ཐིམ་པའི་སྐབས་ལ་ཨེ་ནི་མཁའ་མོ་དཀར་དམར་གྱི་དབུས་སུ་ཨེ་ནི་དོན་དེ་འདི་ཡི་གར་སོགས་རེ་བར་དོན་རྣམ་བཞིན་ཞུགས་པ་དང་ཆུ་འཐུང་བྱ་ཡག། དེ་ནས་ནང་ལྟ་དེ་ལས་ཁོ་རང་ལ་ཡང་ལྟ། བ། ན་མདའ་ལས་ཐིག་ལེ། ཐིག་ལེ་ལས་མདའ་ཚད། མདའ་ཚད་ལས་ཧ་ཡི་མགོ། ཧ་ཡི་ལུས། ཧ་ཡི་ཞབས་ཀྱུ། ཨོ་ཐུགས་ཆེན་ཧཱུྃ་ཡིག། ཐུགས་སུ་ཡར་འཁྲུལ་པ་སྟེ། ཏདྨ། དུ། ཉིང་མཚམས་སྦྱར་ནས་ཕུང་པོ་ལྔ། གཅིག། ཕུང་པོ་དང་ཁམས་དང་སྐྱེ་མཆེད་ལ་སོགས་ལ་དུ་སོགས་རིམ་པ་བཞིན་དུ་གྲུབ་པ་དང་ཆོས་མཐུན་སྦྱར་ཡ། ཏདྨ་ཧཱུྃ་ཡིག་དེ་གི། དེ་ནས་འོད་གསལ་ལྔ་འཕྲོ་ཡ་དེ་གི། འོད་གསལ་དེ་གི། ཨེ་ནས། ཏད྄། གང་གི། གང་གི།

ཧཱུྃ། པདྨའི་འདབ་མ་ལ་ཤར་དུ་མཁའ་འགྲོ་མ་ནག་མོ་བྱང་དུ་ལཱ་མ་ལྗང་གུ་གླིང་བུན་ལྷོར་གཟུགས་ལྗང་མོ་དེ་སྤྲོས། ད་དེ་ནས་དེའི་འོག་གི་ཧ་ཡིས་ལུས་དམར་པོ་དེ་གིས་པས་ནི། སྲུང་འཁོར་གྱི་ལྷ་དེ་སྤྲོས། དེ་ནས། དཀར་པོ་གྱིས་ཟླ་ཚེས་དཀར་པོ་དེ་སྐུ་འཁོར་ལྷ་སྤྲོས་དག་གིས་ཞུ་ཚ་ཡིན་ས་རེད་ད་དེ་བྱས། ད་དེ་ནས། ཞབས་ཀྱི་ཧཱུྃ་གིས་འོད་ཟེར་ལྗང་གུ་དེ་ལས་སྒོ་ཚང་མ་བརྒྱད་ཀྱིས་སྤྲོས། མདོར་བསྡུས་པ་ཡིན་ན་ཨེ་རན་འཁོར་ལོ་ལྔ་ཡི་ལྷ་ཚོགས་དེ་ཕར་བྲོས། ད་དཔེ་མི་སྲིད་པའི་གནད་འགག་ཆེན་པོ་དང་འདི་ན་འདིར་བསམ་བློ་ཆེན་པོ་བཏང་ཡང་འདུག་བ། འཁོར་ལོ་ལྔ་ཡི་ལྷ་ཚོགས་བྲོས་ཚེ་སེམས་ཅན་ཐམས་ཅད་ལ་ཨེ་རན་གྱི་ཡི་དྭགས། སྒོ་བཞི་ནས་གཏན་ཚོད་ནས་འཇུག་མི་ལུས་པའི་ཟུང་འཇུག་གི་བར་གྱི་ཨེ་རན་གྱི་ལམ་དེ་རྟོགས་པའི་རིམ་པ་བཞིན་དུ་རྒྱུད་ལ་བསྐྱལ་ནས་སེམས་ཅན་ཐམས་ཅད་འཁོར་ལོ་ལྔ་ཡི་གོ་འཕང་ལ་བཀོད།

ལྷན་སྐྱེས་ཞིང་སྐྱེས་ལྔ་སྐྱེས་ཟིན་ངན་སྐྱེས་བྱ་ཡོད་རེད་བ། ལྷན་སྐྱེས་ཟིན་ངན་དེ་ལ་སངས་རྒྱས་ཚར་བ་དང་དེ་ནས་སངས་མ་རྒྱས་ན་ཡང་འཕགས་རྒྱུད་ཀྱི་རྟོགས་པ་ཡོད་འདོད་པ་དེ་གཉིས་ཀྱི་ལྷན་སྐྱེས་རེད་བ། དེ་ནས་མཁའ་འགྲོ་མ་འདྲ་པོ་གཅིག་ན་ལྷན་སྐྱེས་ཀྱི་མཁའ་འགྲོ་མ་རེད་བ། ད་དེ་ནས་ཞིང་སྐྱེས་ཟིན་ངན་དེ་སོ་སྐྱེའི་རྫོགས་རིམ་གྱི་རྟོགས་པ་སྐྱེ་བདེ་ངན་དེ་རེད་བ། ལྔ་སྐྱེས་ཟིན་ངན་དེ་སྐྱེས་རིམ་གྱི་རྟོགས་པ་རྒྱུད་ལ་བདེ་ངན་དེ་རེད་བ།

ད་ལྟ་སྣ་ཚོགས་རྡོ་རྗེ་ལྟེ་བའི་སྒང་གི་དཔལ་སྣ་ཚོགས་པད་མ་འདབ་མ་བརྒྱད་པ་དེ་དང་ཟླ་བའི་དཀྱིལ་འཁོར་དང་དབྱངས་གསལ་དང་ལྷའི་ནི། ནཱ་ད། ད་ལྟ་ཧཱུྃ་ཡར་མར་བབས་ནས་ཧཱུྃ་ཡིག་ཕྱག་འདེབས་པའི་ཧཱུྃ་ཡིག་དེ་དང་ལྷའི་ནི། སེམས་ཅན་ཐམས་ཅད་ལྷའི་ནི། ཧེ་རུ་ཀ་ཡི་གོ་འཕང་ལ་བཀོད་པའི་ཧེ་རུ་ཀ་དེ་དང། གསར་དུ་སྤྱན་དྲངས་པའི་སངས་རྒྱས་བྱང་སེམས་དཔའ་བོ་མཁའ་འགྲོ་ཐམས་ཅད་ཧེ་རུ་ཀ་ཡི་རྣམ་པ་ལ་ཡོད་བཟླས་པའི་འོ་སྔོན་ཐོག་མ་མེད་པ་ནས་བསལ་ཏེ། གཅིག་ཏུ་འདྲེས་རྗེས་ཨེ་ནི་བྱུང་བ་དེ་གིས་ད་གཅིག་ཏུ་འདྲེས་ནས་ག་རེ་བྱུང་བ་རེད་ཟེར་ན། སྣ་ཚོགས་རྡོ་རྗེ་ལྟེ་བའི་སྒང་དེ་ལ་གཞལ་ཡས་ཁང་བྱས་གཞལ་ཡས་ཁང་གི་ནང་ལ་ཨེ་ནི་ཧེ་རུ་ཀ་ཡབ་ཡུམ་འོ་དེ་བྱས་རྗེས་རྟེན་དང་བརྟེན་པ་དུས་གཅིག་ཏུ་གྲུབ་པ་འོ་དེ་ད་ཀྱེ་རེ་མི་འབྱེད། ད་དེ་འདྲའི་ག་ས་སྐྱེ་བ་སྤྲུལ་བ་ཆེ་བའི་རྣལ་འབྱོར་ཨོ། དེ་འདྲ་དུས་གཅིག་ཏུ་གྲུབ་ཟེར་དེ་ག་རེ་དང་ཁྲིད་སྟོན་རྒྱག་གི་རེད་ཟེར་ན། ཨེ་ནས། བར་དོ་བ། ཉིང་མཚམས་སྦྱར་ནས་ཕུང་པོ་ལྔ་ལ་སོགས་པ་ཕུང་པོ་དང་ཁམས་དང་སྐྱེ་མཆེད་ལ་སོགས་པ་རིམ་པ་བཞིན་དུ་རིམ་གྱིས་གྲུབ་ནས་ཨེ་ནས། ཟླ་བ། དགུག་ཆ་ཚང་ཚང་ཡོང་དུས་ཨེ་ནས། ལུས་རྫོགས་པར་ཨེ་ནས། མ་ཡི་མངལ་ནས་སྐྱེས་པ་དང་ཆོས་མཐུན་སྦྱར་བ་ཡིན་ཙང་སྐྱེ་བ་དཀྲུག་གུ་ཁྱེར་བའི་རྣལ་འབྱོར། སྦྱང་གཞི་བསྐྱེད་པ་དང་རྣམ་པ་མཐུན་ཞིང་ཨེ་ནས།

ད། གཙོ་བོ་གི་རང་མདངས་ཆེ་བ་ཡིན་ན་དམར་པོ་ཡིན་ན་སེར་པོ་ཡིན་ན་ཅིག་ནང་གི་བཟོ་དགོས་ཡ་ཅིག་རེད། ད་དེ། གཅིག་ནས་རིམ་པ་བཞིན་དཀར་སེར་དམར་འཇམ་སྔོ་བ་སེར་མི་སྔོན་པོ་དེ་ག་རེད་ཟེར་ན་གཙོ་བོ་རིགས་བདག་དེ་ཨ་ནི་མི་བསྐྱོད་པ་ཡིན་པ་རེད། ཨ་ནི་མི་བསྐྱོད་པ་ཡིན་པའི་ཆ་ནས་མི་བསྐྱོད་པ་སྐུ་མདོག་སྔོན་པོ་ཡིན་པའི་ཆ་ནས་རིགས་བདག་གི་མདོག་གི་ཨེ་ནི།

ཁ་སང་གི་དུས་ཡུན་གང་འཚམ་གཅིག་དང་ད་ལྟ་བར་དུ་འདུག་ཚུལ་ཀློག་བསྡད་པ་དེ་གི་ལྟར་བྱ་ཡས་ཁང་གི་རྣམ་བཞག་དེ་གཏན་འཁེལ་ཡོད་ཡིན་པ་རེད། འོ་བྱ་ཡས་ཁང་གི་ཟིན་མཁན་དེ་ལ་ཚད་དང་ཚིག་ངེས་ཐམས་ཅད་ཡོངས་སུ་རྫོགས་པ་ཅིག་དགོས་དགོས་ཤེས་དགོས་ཀྱི་ཡོད་ཡིན་པ་རེད། འོ་དེ་གལ་ཆེན་པོ་ཅིག་ཡིན་པ་རེད། འོ།

བསྒོམ་རྒྱུའི་ལམ་གྱི་རིམ་པ་དང་མཐུན་པའི་ཨེ་ནས་ཤ་ཡེ་གང་གི་ཨོ་དེ་འདྲི་གཅིག་གི་ཚེ་ཅིག་ཤར་ཡོང་གི་ཡོད་འདོད་པ་ཨོ་དེ་འདྲི་གཅིག་རེད་ཡིན་འདོད་པ་ད་དེ་འདྲི་གཅིག་ཡིན་པ་བཅས་ད་དེ་ལ་ཨེ་ནས་སྣ་ཚོགས་རྡོ་རྗེ་དེའི་ད་ཡང་ཤ་ཡེ་གང་གཉིས་པོ་དེ་ད་འདི་འདི་ནང་འདིར་གསུངས་མ་སོང་སྟེ་ད་ལྟ་རྒྱུ་ཆེན་བརྩོན་འགྲུས་འཕགས་ཀྱིས་གསུང་གི་ཡོད་ཟེར་ནས་ཁ་ཁ་དམ་ཚིག་རྡོ་རྗེས་གསུང་གི་ཡོད་རེད་ཨོ། འོག་གཞི་སྣ་ཚོགས་རྡོ་རྗེ་དེ་ལྟར། སྣ་ཚོགས་རྡོ་རྗེ་རྭ་ཉི་ཤུ་པ། འཇིག་ཚོགས་ལ་ལྟ་བའི་རི་བོ་ཉི་ཤུ་བཅོམ་པ། འོ་དེ་འདྲའི་གྱི་མཚོན་ཆ་ཅན་ནི་བོད་དཔེ་སྟོན་གྱི་འོད་གསལ་མཚོན་གྱི་ཡོད། དེའི་སྒང་གི་ཞྭ་ཡལ་ཁང་དེ་བྱང་ཕྱོགས་སོ་བདུན། འོ་ད་དེ་འདྲའི་གི་ཡིན་རྒྱུ་ངོ་བོ་བདེ་སྟོང་དབྱིངས་ཉིད་སུ་མེད་པའི་ཡེ་ཤེས་ཡིན་པ་ཨ་ནི་དེའི་ལྡོག་ཆ་ཨ་ནི་བྱང་ཕྱོགས་སོ་བདུན་གྱི་རྣམ་པ་དེ་ཨ་ནི་ཕྱི་སྣོད་ཀྱི་གཞལ་ཡས་ཁང་ལ་ཡང་ཤར་ཡོང་བ་དེ་འདྲའི་ཡིན་དུས་དེ་དག་མ་དག་གི་སྒྱུ་ལུས་མཚོན་གྱི་ཡོད། ད་དེ་འདྲའི་ཡིན་དུས་སྣ་ཚོགས་རྡོ་རྗེ་དེ་དང་གཞལ་ཡས་ཁང་ནི་རྩ་རྡོ་བརྒྱབ་པ་དེ་གིས་ཨ་ནི་ཟུང་འཇུག་མཚོན་གྱི་ཡོད།

དེ་འདྲ་མདའ་ཡབ་པད་མ་ཡོད་སའི་འོ། གསེར་གྱི་སྐེ་རགས་དང་མདའ་ཡབ་པད་མ་ཡོད་སའི་དེ་བར་དུ་རྟགས་གང་དག་ཐོགས་བར་དུ་བས་ན་ཁོ་གཉིས་ནི་བས་ན་ཚད་ཏག་ཏག་ཅིག་གཅིག་པ་ཡིན་པ་ཞལ་ཡས་ཁང་གི་དབུས་ནས་རྩིག་གཟུགས་བར་དུ་དང། ཞར་ལ་ནས་བས་ནས་ཐོག་གི་ཞར་ལ་དེ་བར་དུ་དང་ཐོག་གི་ཐོག་ཞར་དེ་བར་དུ་བ་ནི། མཐོ་དམན་རིང་ཐུང་གཅིག་པ་ཡིན་པ་དེ་ལ་རྒྱ་ཆད་སྤང་སྙམ། ད་དེ་ནས་རྒྱ་མཉམ་དབང་མཉམ་ཟེར་ན་གཞལ་ཡས་ཁང་གི་ཤར་གྱི་རྩིག་ཟུར་ནས་གཞལ་ཡས་ཁང་གི་ནུབ་ཀྱི་རྩིག་ཟུར་གྱི་བར་དེ་ལ་བལྟས་ན་སྒོ་ཚད་བརྒྱད་ཡོད་པ་ན་བཞིན་གཞལ་ཡས་ཁང་གི་དཀྱིལ་གྱི་ཞལ་ལའི་མཐིལ་དེ་ནས་བལྟས་ན་ཡི་གེ་བརྒྱ་བརྒྱད་ཀྱི་ཏོག་གིས་བལྟས་ན། རྡོ་རྗེ་རྡོ་རྗེ། ད་རྡོ་རྗེའི་རྩའི་བར་དུ

ཕྱག་གི་གུང་མོའི་རྩེ་ནས་གཡས་ཀྱི་ཕྱག་གི་གུང་མོའི་རྩེ་ནས་གཡོན་གྱི་ཕྱག་གི་གུང་མོའི་རྩེ་གི་སྟེང་གདོང་པ་བཞི་ཡོད་དད་པ། ཞབས་ཀྱི་མཐིལ་ནས་དབུ་གཙུག་ཏོ་བར་དུ་གདོང་པ་བཞི་ཡོད་དད་པ། འོ་དེ་ཉིད་ཉིད་ལས་རིགས་རིགས་མཐོང་སྙམ་དད་པ། སྐུ་ནི་ནང་འགྲོ་ལྟར་དུ་ཆུ་ཤིང་པོ་ཟེར་བའི་དེའི་ཚོད་ཡིན། ད་དེ་འདི་ཅི་རེད། ཤར་གྱི་སྲུང་འཁོར་གྱི་ར་བ་དེ་ནག་པོ། ཚུལ་བཞིན་ནག་པོ། བྱང་གི་སྲུང་འཁོར་གྱི་ར་བ་དེ་ཚུལ་བཞིན་ལྗང་གུ། དེ་ནས་ནུབ་ཀྱི་སྲུང་འཁོར་གྱི་ར་བ་དེ་རྡོ་རྗེ་དེ་དམར་པོ། དེ་ནས་ལྷོ་ཡི་སྲུང་འཁོར་གྱི་ར་བ་དེ་སེར་པོ། འོ་དེ་འདྲའི་གཅིག་གིས་ཚུལ་བཞིན། ན་རྒྱང་དམར་སེར་གྱི་གྲུ་བཞི་ཡོད་དེ་བ་གྲུ་བཞི་གྲུ་རྐྱང་གཅིག་ཨེ་ན་དེའི་སྒང་གི་ཡི་གེ་རྒྱ་བིག་གི་ཚོད་ལ་བའམ་བླ་རིག་གི་ཚོད་ལ་བའམ་ཏོག་གི་ཚོད་ལ་བ་དེ་ཡར་རྡུལ་བྱེད་ཙོག་ཙོག་བྱེད་དེའི་སྒང་གི་རྡོ་རྗེ་ལྔ་བ་རྩེ་ལྔ་པ་བྱེད་དང་འོག་གཞི་དེ་ལས་དབུས་དེ་ལ་ཡར་སྣ་ཚོགས་རྡོ་རྗེ་བྱེད་སྒང་དེ་བླ་བདུད་དེ་ཨེ་ན་སྣ་ཚོགས་རྡོ་རྗེ་དབུས་དེ་ལ་སྣ་ཚོགས་རྡོ་རྗེ་བྱེད་གཞན་དག་སྒང་ཀ་ཕྱོགས་མདོག་རྒྱ་ཀ་རང་གི་ཨེ་ན་རྡོ་རྗེ་ཆེ་བ་དང་རྡོ་རྗེ་ཆུང་བའི་དཔེར་ཏེ། ཡོངས་སུ་གཏམས་ཀྱི་དཔེར་ཏེ་ཞལ་ལ་བྱུགས་པ་ནང་བཞིན་གཅིག་གི་དཔེར་ཏེ། རླུང་བསིལ་བུ་ཙམ་ཡང་འགྲོ་ས་མེད་དེ་སྙིང་གི་དུམ་བུ་གཅིག་ཏུ་གྱུར་པ་གཅིག་གི་བསམ་མནོ་བཏང། ཨེ་ནི་དེའི་ཕྱི་ལོགས་དེ་ལ། ཨེ་ནི། ད་ལྟའི་གསུང་བཤད་ནང་ལ་འབྱུང་གི་ཡོད་ན་མེད་ན་དབང་ལྡན་ནས་བརྩམས་ཏེ་གསལ་གྱི་ཡོད་རེད་དབང་ལྡན་ནས་བརྩམས་ཏེ་ཨེ་ནི་མའི་ཁ་དོག་སྣ་ལྔ་བས་ཨེ་ནི་གཡོག་འཁོར་དུ་འཁྱིལ་བཞིན་པའོ་ད་དེ་འཁོར་དུ་མ་རྒྱུད་ཡིན་པའི་ཆ་ནས་གཡོག་འཁོར་དུ་འཁྱིལ་བཞིན་པའོ་དེ་འདྲ་བ་སྟེ་སྲུང་འཁོར་གྲུ་བཞི་པ་དེ་གིས་ཨེ་ནི་སྟེང་འོག་ཕྱོགས་མཚམས་ཐམས་ཅད་ལ་ཡང་ཁྱབ་བདེ་བར་བྱས་གོ་དབང་ལྡན་ནས་བརྩམས་ཏེ་ཟེར་གོ་ཨེ་ཏི་གནས་མཁའ་ཆེན་པོ་གཅིག་བརྩིག་གི་ཡོད་རེད་ཕུར་སྟབས་ཡིན་ན་ཡང་དང་པོ་དབང་ལྡན་ནས་བཟླ་དགོས་ཡང་འདྲ་པོ་དང་ཨེ་ནི

བདེ་མཆོག་ཙམ་མ་ཡིན་པར་སངས་རྒྱས་ཀྱི་གསུང་དུ་མཚོན་པའི་དཀྱིལ་འཁོར་གང་དང་གང་ཡིན་ནོ་ཡང་དབང་ལྡན་དེ། བྱང་ཤར་དབང་ལྡན་གསལ་ཏེ་གླང་ལ་ཆིག་ཕྱག་ན་གཅིག་ཤུག་རྩེ་གསུམ་ལ། འབྱུང་པོ་འབུམ་གྱི་འཁོར་དང་བཅས་ཟིན་ནས་མགོན་པོའི་བསྐང་གསོ་གནང་ནས་ཡོན་བསྡད་པ་ན་ཞིག་འོ་དེ། ཐོག་མར་དེ་ནས་འགོ་བརྩམས་ཏེ། ཡང། སྲུང་འཁོར་བསྒོམ་དགོས་ཡ། འོ་དེ་འདི་དེ་འདི་ཅི་ཡིན་པ་རེད། ད་དེ་འདྲ་བའི་གི། མེའི་ར་བ་དང། ཨེ་ནི་སྲུང་འཁོར་རྡོ་རྗེའི་ར་བ་གྲུ་བཞི་པ་དང། དེ་ནས་དེའི་ནང་དུ་ག་འདྲི་ཅིག་ཡོད་རེ་ཞུས་པ་ཡིན་ན་ཨེ་ནི་རླུང་དཀྱིལ། ཨེ་ནི་མེ་དཀྱིལ། རླུང་དཀྱིལ་ཟླ་གམ། མེ་དཀྱིལ་ཟུར་གསུམ། ཆུ་དཀྱིལ་འདུ་འགོ། ས་དཀྱིལ་གྲུ་བཞི། དེའི་སྒང་དེར་ཡང་རི་རབ། ཨེ་ནི་སྤྱི་དང་རི་རབ་ཀྱི་ཚུལ་བཞི་སྟེ་ཤར་རི་ཤི་རི་ལྷོ་འབི་འབྲུ་ཡ་ནུབ་པདྨ་ར་བ་བྱང་སེར་གསིལ་ཡོད་པའི་ནང་གི་ཨེ་ནུ་ལྷོ་འབི་འབྲུ་ཡ་དེ་མདུན་ལ་བསྟན་བདེ་བ་ཅིག་དེ་ང་རེ་སེམས་ཚོར་བྱེད་ན་དེ་ག་རེད་འོ་དེ་ངས་དེ་རེད་འོ་དེ་བྱས་ནས་ཡོད་བསྡད་པ། དེ་འདྲ་བའི་གི་རི་རབ་ཀྱི་རྩེ་དེ་ལ་ཡ་ཨེ་ནི་དོན་དུ་རྫས་ཟིན་འཐོར་ལོ་འགོ་ཟིན་ན་འཐོར་སྒོ་འཐོར་སྒོ་ཟིན་འགྲོ་བ་འོ་ཅོག་ཟིན་ན་འཐོར་སྒོ་དེ་ལ་ཟེར་གྱི་ཡོད་རེད་ཨོ་གང་ལྟར་རི་འབུང་འབུང་བྱེད་རེད་རི་འབུང་འབུང་ཨེ་ནི་ཕྱོགས་བཞི་ལ་བཞི་དང་མཚམས་བཞི་ལ་བཞི་བྱས་ནས་ཨེ་ནི་བརྒྱད་ཀྱི་ཨེ་ནི་རི་འབུང་འབུང་བཞི་ཅིག་ཡོད་དེ་བ་དཀྱིལ་གྱི་སྟོང་པ་ཡིན་དེ་བ་དབུ་ལམ་པ་དག་ན་ཞིང་ཆེ་མཐའ་ལ་རིགས་ཀྱི་སྐོར་དཀྱིལ་གྱི་སྟོང་པ་ཡིན་དེ་བ་དཀྱིལ་གྱི་སྟོང་པ་ཡིན་དེ་བ་དེའི་དཀྱིལ་དེ་ལ་ཨེ་ནི་སྣ་ཚོགས་པད་མའི་ལྟེ་བ་འཇང་གེ་སར་སེར་ཟེར་གྱི་ཡོད་དེ་བ།

དབུས་བསྔོ་བ་གར་བྱས་ནས་རེད་ཟེར་ན་རིགས་བདག་མི་བསྐྱོད་པ་ཡིན་པ་དང་རང་ཉིད་སྐུ་མདོག་སྔོན་པོ་ཡི་དམ་གྱི་གཙོ་བོ་སྐུ་མདོག་སྔོན་པོ་ཡིན་པའི་ཆ་ནས་དབུས་བསྔོ་བ་ཨེ་ནི་ཤཱཀྱ་རྣམ་སྣང་གི་རིགས་ཡིན་པའི་ཆ་ནས་དཀར་པོ་དེའི་རང་མདངས་ཀྱི་དཀར་པོ་ལྷོ་རི་རིན་འབྱུང་གི་རིགས་ཡིན་པའི་ཆ་ན་དེའི་རང་མདངས་ཀྱི་སེར་པོ་ནུ་བོ་ཨེ་ནི་འོག་བག་མེད་ཀྱི་རིགས་ཡིན་པའི་ཆ་ནས་དམར་པོ་རང་མདངས་དམར་པོ་ཨེ་ནི་བྱང་དུས་ཡུན་གྲུབ་པའི་རིགས་ཡིན་པའི་ཆ་ནས་ལྗང་གུ་དེའི་རྒྱུ་མཚན་ལ་བརྟེན་ནས་ཨེ་ནི

གི་སྟབས་སྒོ་དགུ་རྒྱུད་སྒོ་འགྲམ་སྒོ་ལོགས་ཟེར་མཁན་དེ་ནི་ད་ཞུ་ཐུབ་ཡ་ཟེར་མཁན་མི་འདུག་གོ། མིག་དེ་གཅིག་བློས་བླངས་འདུག་དེ་འཛུགས་སྐུ་མ་བཙུགས་ན་ཨེ་ནི་ཞུ་ཐུབ་ཡ་མི་འདུག་དེའི་ཕྱི་ལོགས་དེ་ལ་ཨེ་ནི་རྟ་བབས་བཞི། རྟ་བབས་བཞི། ད་རྟ་བབས་བཞི་ཟེར་མཁན་དེ་ཨེ་ནི་རྟ་བབས་ཟེར་ཡ་དེ་ཨེ་ནི་སྔར་གྱི་རྒྱལ་བོའི་གི་ཨེ་ནི་ད

བྱང་སེར་དཀར་དམར་བར་པ་ལ་བལྟས་པའི་དགའ་བ་བཞི། ལུང་ཆུང་དང་ལུང་མདོག་གི་རིམ་པ། འོ་དེ་གི་དེ་འདི་ནི་བསྟུད་མའི་ལན་བརྗོད་དང་འབྲེལ་ནས་འགྲོ་དགོས་ཡ་དེ་མེད་སྐྱེད་ཟེར་དུས་ཚོད་མཚོན་གི་ཡོད་དེ། འོ་དེ་འདྲའི་ཡིན་དུས་འདི་དེ་ནི་དགའ་བཞི་ལུང་ཆུང་ལུང་མདོག་གི་རིམ་པ་དེ་དེ་ནི་མ་རྒྱུད་ཀྱི་ཐུན་མོང་མ་ཡིན་པའི་གནད་ཅིག་ཡིན་པའི་ཆ་ནས་ཡ་ནི་དུས་ཚོད་དེ་བདེ་མཆོག་ལ་ཡོད་དགོས་པའི་གནད་དེ་དེ་ཡིན་བསམ་ཚུལ་ལ་མེད་དགོས་པའི་གནད་དེ་དེ་ཡིན་རྩལ་དུ་སྟོན་མ་འདོན་གྱི་ཁྱད་ཡིན་སྲིད་ན། ཧ་ཅང་གི་ཐབས་ཅིག་རྒྱུ་མཚན་ཆད་སྡོད་ཀྱི་ཡོད་དོ་ཨོ་དེ་དེ་ལ་སྲིད་དེ་ནམ་རྒྱུན་གསུང་བཞིན་གཞན་དག་ནས་ཡིན་དགོས་བ་རེད་ཨོ། ད་ལྟ་དེ་མ་གསུང་དགོས་རེད་མ་གཏོགས་ཨོ། མེད་གསུང་བཤད་གནང་གི་མེད་པ་མ་རེད་ཨོ་དེ་དེ་གཅིག་རེད་ད་དེ་ནས་དེ་རེད་ད། དུད་དྲུག་དེ་གི་དེ་བྱས་མེ་རི་དེ་གི་སྟོང་ཉིད་རྟོགས་པའི་ཡེ་ཤེས་བདག་མེད་རྟོགས་པའི་ལྟ་བ་དེ་བྱས་ཨ་ནི་རྡོ་རྗེ་ར་བ་དེ་གི

ཨེ་ནི་ཕྱོགས་བཞིའི་འདབ་མ་མ་མེ་ལོང་གཉིས་སེར་དེ་དེའི་སྙིང་གའི་རྩ་འདབ། འོ་དེའི་མིང་དུ་ཆུང་ས་སྙིང་གའི་རྩ་འདབ་དང་མང་ས་གྲངས་ཁམས་ཉུང་ཤོས་སྙིང་གའི་རྩ་འདབ་བརྒྱད་དེ་དང་གྲངས་ཁམས་མང་ཤོས་ལྟེ་བའི་རྩ་འདབ་འདི་ཨེ་ནི་དེའི་ནང་དུ་སའི་ཡུན་དུ་དེ་ཡིས་མཚོན་པའི་ཨེ་ནི་སྤྱི་བོའི་རྩ་འདབ་དང་མགྲིན་པའི་རྩ་འདབ་ལ་སོགས་ཨེ་ནི་རྩ་གསུམ་འཁོར་ལོ་བཞི་ལ་གནད་དུ་བསྣུན་པའི་སྒོ་ནས་ཨེ་ནི་ཉམས་སུ་ལེན་དགོས་ཀྱི་ཡོད་པ་དེ་ཨེ་ནི་དེའི་མཚོན་གྱི་ཡོན་ཏན་པ

ནམ་ཡོན་ཏན་ཕྱོགས་གཉིས་ན་ཀོང་པོ་སུམ་པོ་ཐུང་པོ་བཅས་དེ་འདྲའི་དེ་ན་ལོ་འཁོར་ལོ་མང་པོ་ཅིག་ཡོད་རེད་བ་ད་ད་ནས་དེ་ལ་དེ་འདྲའི་མེད་པ་ཅེས་པད་མ་འདབ་བརྒྱད་ཅེས་གང་ལྟར་རྩིག་པའི་གི་རྩ་ཐིག་ཐིག་ལ་ཆ་ཕྲན་གཉིས་གི་མ་ཐུག་པ་བྱས་འོ་དེ་འདྲའི་ཅིག་གིས་པད་མ་འདབ་བརྒྱད་ཅིག་བྱས་ཆོག་ཤིང་དེ་མ་མེ་རླུང་གི་བདེ་ལེགས་ལ་དབང་ལྡན་ལ་དོན་ཅི་འོ་དེའི་པད་མའི་ལྟེ་བའི་གི་དེ་ལ་ཨེ་ནི་ཆ་མཉམ་པའི་ཉི་མའི་དཀྱིལ་འཁོར་གི་གདན་གྱི་སྟེང་དུ་ཨེ་ནི། ཤར་གཡས་བརྐྱང་བའི་སྒྲིག་ཆས་ནག་པོ་ལག་པ་བཞི་པ་དང་པོ་གཉིས་ཐ་མ་སྦྱར་བ་གཡས་འདྲ་མ་རུ་དང་གཡོན་རལ་གྲི་འཛིན་པ། སྒྲིག་ཆས་དེའི་ལག་པ་དེ་ས་རུ་རེག་གི་འདུག་བ་རལ་གྲི་དེ་གཡོན་པ་དེ་གིས་ཟིན་གི་འདུག་བ་དེ་ཁ་གཡོག་མ་འདབ་མ་རུ་གཡས་པའི་སྤྲུལ་སྐུར་བ་དེ་ནི་གཡོན་གྱི་དུས་ཆད་ཨེ་ནི་གཡོན་གྱི་དུས་མཚན་མ་དེ་ཨེ་ནི་ཁ་ཁྲམ་ག་དང་ཨེ་ནི་ཐོད་པ་འཛིན་པ

དེ་ཨེ་འདྲ་ཡང་ཟེར་ཏེ་མི་རྒྱུ་མ་ལ་གོ་རེས་ཨོ་དེ་འདྲ་ཡིན་ཙང་ཁྲག་དང་རྒྱུ་མས་གང་འདྲ་བ་ཨ་ནི་གྲི་གུག་དེ་ནམ་ཞུགས་པ་ད་དེ་འདྲ་ཅིག་བྱས་ད་དེ་ནས་ཡབ་ལ་རུས་པའི་རྒྱན་དྲུག་རྒྱན་དྲུག་གི་སྒང་ལ་ཨེ་ནི་དྲུག་པ་དེ་ག་རེ་ཟེར་ན་ཐ་ཆེན་གྱི་རྒྱན་ཟླ་བ་ཡུམ་ལ་ཡང་ཐ་ཆེན་མེད་དེ་བས་ཕྱག་རྒྱ་ལྔ་ཡི་རྒྱན་ཟླ་བ་ཨོ་ད་དེ་འདྲ་ཅིག་ཨེ་ནི་ཡེ་ཤེས་ཀྱི་མེ་འབར་བའི་ཀློང་ན་བཞུགས་བདེ་བ

བཅོམ་ལྡན་འདས་འཁོར་ལོ་སྡོམ་པ་ཧེ་རུ་ཀ་བའི་བདེ་སྟོང་དབྱེར་མེད་གཉིས་སུ་མེད་པའི་ཡེ་ཤེས་ཀྱི་རོལ་པ་ལས་ཤར་བ་ཅིག་ཡིད་འདས་པ་ཡིན་ཙང། དེའི་འོག་གི་ཞབས་ནོན་དེ་ཡང་དཔལ་འཁོར་ལོ་བདེ་མཆོག་གི་བདེ་སྟོང་གཉིས་སུ་མེད་པའི་ཡེ་ཤེས་རེ་རོལ་པ་ལས་ཤར་བའི་འཇིགས་བྱེད་དང་དུས་མཚན་རེ་མ་གཏོགས་གཅིག་གི་དེ་འབྲེལ་གྱི་འཇིག་རྟེན་པའི་གི་དབང་ཕྱུག་དྲག་པོ་ཡབ་ཡུམ་གཅིག། དཀྱིལ་འཁོར་གྱི་ནང་ལ་ཆུ་ཀ་ཡ་མ་རེ་ལ། ཚིག་ཐུབ་ཡ་གཅིག་ཡ་མ་རེ། དེའི་ནང་ལ་ཡོད་པ་དེ་ཡིན་ན། ཨེ་ལེ། ད་ལྟའི་ཡེ་ཤ་ཡ་གང་དང་བསྟན་པ་ལྷ་གཉིས་ཀ་ལོ། ཨེ་ལེ། དེ་ལ་སངས་རྒྱས་དང་སངས་རྒྱས་ཡང་མ་ཡིན་པ་གཉིས་དེ་ཁོ་ན་ཉིད་དུ་མི་མཉམ་མེད་མོད་པའི་གྲུ་བཞི་ལ་ཟེར་ན་ཞིང་གཅིག་གིས་གང་ལྟར་བདེ་སྟོང་གཉིས་སུ་མེད་པའི་ཡེ་ཤེས་ཀྱི་གཟུགས་རྣམས་བསྟན་ལ་ཤར་བ་དང་བསྟན་པ་ལ་ཤར་བ་གཅིག་གིས་གང་ལྟར་ཡེ་ཤེས་གཅིག་གི་བདག་ཉིད་ལས་གྲུ་འདོད་པའོ་དེ་འདྲའི་ཕྱིར་ཡིན་བསམ་པ་ཅིག་གིའོ། དེ་དེ་ཡང་ཡང་གོ་ས་རེད་བསམ་པ་ལོ། དེ་འདྲའི་ཕྱིར་དྲན་གྱི་འདུག་དེ་རེད་ཡ་རེད་བ། དེ་མ་བྱས་ན་ཨེ་ལེ། སྐབས་རེ་སྐབས་རེར་རང་ག་བ་ཡིན་པ་འདྲ་བའོ་དེ་འདྲའི་གི་འདུ་ཤེས་སྐྱེས་པ་ཡིན་ན། ཨོ་ཁོ་དེ་ལྟ་ལྟ་གཅིག་བསྡད་ཀྱི་མི་འདུག་ཨ། གང་ལྟར་འདི། རྒྱུ་སྐྱབས་སུ་གྱུར་བའི་དཀྱིལ་འཁོར་འབྲས་སྐྱབས་སུ་གྱུར་བའི་དཀྱིལ་འཁོར་དུ་ཚོ་ག་ག་ལ་གོ་དགོས་ཨ་རོ་ཨ། ཨོ་ད་དེ་འདྲའི་གཅིག་ཡིན་དུས། ཨོ། ཅི། གདན་གྱི་ཚོད་འདྲ་པོ་དང། ཨེ་ནས་དུར་ཁྲོད་ལ་གནས་པའི་ཕྱོགས་སྐྱོང་དང་ཞིང་སྐྱོང་དེ་གཅིག་ཟེར་ཡིན་དུས་ཚོ། ཨེ་ནས། འཇིག་རྟེན་རང་དཔའ་བ་གཅིག་ལ་ཡ། ཨེ་ནས་མེད་པ་དེ་འདྲ་མ་ཡིན་པ། ཨེ། ད།

ངས་ད་ལྟ་བར་དུ་མཇལ་མ་སོང། དེ་ག་འདི་བདེ་མཆོག་སྐུ་གཉིས་གསུམ་གྱིས་མཇལ་སོང་གི་ཡུམ་ཡོད་ཉེས་མཇལ་སོང་ཡུམ་མེད་ཉེས་མཇལ་སོང་ཨོ་དེ་ལས་དེ་འདྲ་མ་རེད་དེ་ཡར་སྐུང་ཤ་བ་ཅིག་མཇལ་མ་སོང། རྒྱུ་མཚན་དེ་ལ་བརྟེན་ནས་མ་འོངས་པར་ཡར་རི་མོ་བྲིས་པ་ཡིན་ན་ཐང་ག་བྲིས་པ་ཡིན་ན་འདྲ་མ་རེད་དེ་ཕར་བརྐྱངས་འགུགས་ཡོད་འདྲ་གསུངས་གི་འོ་འདི་གསུངས་འདུག་བ། བྲི་བྱ་ལ་ཕར་ཆེར་དབྱེ་གྱིས། གསུམ་པ་ན་འདྲ་མ་རུ། བྲི་བྱ་ཕར་ཆེར་ལ་དབྱེ་བའི་འདྲ་མ་རུ་དེ་ཚུར་བཀུག་ནས་བྲིས་པ་ཞིག་ཡོད། ཁ་གྲམ་ག་དེ་ཚུར་བཀུག་ཡོད་སྟབས་དེ་དང་ཆ་འདྲ་བ་བྱས་ནས་མཛེས་པའི་ཆེད་དུ་འདྲ་མ་རུ་དེ་ཕར། འདྲ་མ་རུ་དེ་ཡང་ཚུར་བཀུག་ནས་དེ་ལྟར་བྲིས་པ་རེད་དེ་གོམས་པའི་སྐབས་ལ་ཁ་གྲམ་ག་འཛིན་པའི་ཕྱག་དེ་ཚུར་བསྐུམས་པ་མ་གཏོགས་འདྲ་མ་རུ་འཛིན་པའི་ཕྱག་དེ་ཕར་བརྐྱང་རྒྱུ་རེད།

དེ་ལ་ལུས་རྒྱུད་ཀྱི་དབང་དུ་བྱས་པ་ཡིན་ན། ནི། ཁྱིམ་བདག་མགོན་མེད་གཟི་བྱིན་གཟིགས། ཁོ་རང། ཁྱིམ་བདག་ཁོ་རང་གི་མིང་ལ་གསང་སྦྱིན་གཟིགས། འདུག་ཨང། སངས་རྒྱས་བཅོམ་ལྡན་འདས་དང་པོ་བྱ་རྒོད་ཕུང་པོ་རི་གར་ཟགས་ཏེ་རལ་གྲི་གི་རི་རས་འོད་མའི་ཚར་འཇལ་གྱི་འདུག་ཨང། ནི། ཁྱེད་རང་སུ་ཡིན་པ་ཟེར་ན་ང་གསང་སྦྱིན་གཟིགས་ཀྱི་ཡོད། ང་རའི་མིང་ལྟེ་བ་ལ་གསང་སྦྱིན་གཟིགས་ཀྱི་ཡོད། ཡིན་ན་ངས་སྦྱིན་པ་རྒྱ་ཆེན་པོ་བཏང་རྗེས། མགོན་མེད་པ་མང་པོ་ཅིག་གིས་མགོན་སྐྱབས་བྱེད་ཀྱི་ཡོད་པའི་ཆ་ནས་ཁོ་ཚོས་ང་ལ།

ད་ས་སྐྱ་དེ་ག་བ་དགའ་གི་ཡོད་ན་ཟུར་དུ་མཉན་ཡོད་ལ་འགྲོ་སོང། ང་འགྲོ་སོང་བཏང་གི་ཡིན་མ་གཏོགས་ཅིག་ངའི་དགོན་པའི་བཟོ་ལྟ་དང་དབྱིབས་ལྟ་དེ་ཚོ་ཁྱོད་ནས་ངས་ཤེས་གི་མེད་དེ་ལ་ཡར་ཅིག་ད། ག་རེ་སོགས་རེད་རྒྱབ་ལུགས་རྒྱབ་སྟངས་ཤིག་མཁྱེན་མཁན་ཅིག་གི་དགེ་འདུན་ཅིག་ང་ལ་ཡར་རོགས་པ་གནང་རོགས་ནས་ཟུར་དུ་ཤ་རིལ་བུ་བཏང་ན་འགྲིག་གི་རེད་གསུངས་ཨ་ནི་ཤ་རིལ་བུ་ཨ་ནི་དགོན་པའི་ཐིག་རྫས་སྐྱོན་ཉན་གྱི་བྱས།

ད་ད་ལྟ་ཁྱིམ་བདག་མགོན་མེད་སེ་ཆེན་དང་ཤ་རུས་ཀྱི་བུ་བུ་ག་བརྙན་ཡོད་ལ་ཡཁང་པའི་རྨང་གཞི་བརྩིགས་གདན་གྱི་ཨེ་ནི་ཐིག་རྒྱག་གི་འདུག་ཐིག་དང་པོ་དེ་རྒྱག་པ་དེ་མ་ཐག་ཏུ་ཁོ་རང་ལ་ཡ་ཨེ་ནི་མ་འོངས་པར་ཡ་བདེ་བ་ཅན་དུ་དཔེ་མེད་སྦུབས་སུ་ཡ་སྐྱེས་ནས་དག་པའི་ཞིང་ཁམས་ཀྱི་ཞྭ་ཡེ་ཁ་འགྲུབ་པའི་ལས་ལ་ལས་བཙག་སོང་བ་དེ་འདྲའི་ཟུམ་པའི་སྐད་ཆ་ཡོད་ཡིན་པ་རེད་དེ་འདྲ་ཡིན་ན་ང་ཚོའི་དཀྱིལ་འཁོར་གྱི་ཐིག་དེ་ཚོ་ངལ་བ་བྱེད་ཡག་དང་ང་ཚོའི་དཀྱིལ་འཁོར་གྱི་ཐིག་དེ་ཚོ་རྒྱབ་ཡ་དང་དེ་ཚོ་དེ་ལ་སོ་ནམ་དཔག་ཏུ་མེད་པ་བཟའ་ཡ་ཅིག་དང་སོ་སོ་ཐིག་རྒྱག་གི་མེད་པ་ཡིན་ནའི་ཚད་དེ་ཚོ་ངེས་པར་བྱ་ཡ་ཅིག་དང་ད་ལྟ་འདི་ནས་ལུས་ལོངས་སྤྱོད་མཛད་པ་ཤི་ཟིན་ནས་ང་རང་ཚོ་གི་ཐ་མལ་པ་གི་སྡུག་བདེན་དུ་གྱུར་པའི་ནས་ལུས་ལོངས་སྤྱོད་བྱ་བ་ཞིག་ཡོད་ར་བ་དེ་ཨེ་ནས་ཡོངས་སུ་དག་ནས་མ་འོངས་པ་ལ་དེ་ནས

ད་འདི་ལ་ཡང་བག་ཆགས་ཀྱི་གནས་ཁྱད་པར་ཅན་ཅིག་ཡོད་ག་རེ་ཟེར་ན། གསང་སྔགས་དེའི་མདོ་ལམ་ལས་སངས་རྒྱས་ཀྱི་དགོངས་པ་འགྲུབ་པ་ལ་ནུས་པའི་རྒྱུ་མཚན་གཙོ་བོ་གཅིག་འབྲས་བུ་ཡོངས་དག་ཞིག་དང་རྣམ་པ་ཐུན་བརྒལ་ལམ་བསྒོམ་པ་དེ་མདོ་ལམ་ལ་ཡོད་མ་རེད་སྔགས་ལམ་ལ་ཡོད་རེད་ཟེར་བྱས་པ་རེད། སྔགས་ལམ་ལ་ཡོད་རྒྱུ་གི་ཡོངས་དག་བཞི་ཡི་ནང་ནས་གནས་ཡོངས་སུ་དག་པ་རྟེན་གཞལ་ཡས་ཁང་བསྒོམ་ཡག་དེ་རེད། རྟེན་གཞལ་ཡས་ཁང་གི་ཚད་དང་ཚིག་གཉིས་ཟེར་མཁན་དེ་དེ་ག་ཚད་ཀྱི་སྐད་ཆ་མ་ཡིན་པ། དེ་དང་དེ་ལ་ཡང་དགོས་པ་གཅིག་དང་རྒྱུ་མཚན་གཅིག་ཡོད་པ་ཙམ་དུ་མ་ཟད་པས་ཡིན་རྒྱུ། བདེ་སྟོང་གཉིས་སུ་མེད་པའི་ཡེ་ཤེས་གཅིག་ཉིད་པས་ནི་བྱང་ཕྱོགས་སོ་བདུན་གྱི་རྣམ་པ་པས་ནི་དབྱིབས་ཀྱི་བཀོད་པ་གཞལ་ཡས་ཁང་སུ་ཤར་བསྡད་པ་ད་དེ་འདྲིས་གཅིག་ད་སྒོམ་གྱི་ཡོད་ཡིན་པ་རེད་དེ་འདྲིས་ཀྱི་སྒོམ་གྱི་ཡོད་བསམ་པའི་མོས་པ་བྱེད་ཡ་ཡིན་པ་རེད་མོས་པ་དེ་དང་མཐུན་པའི་གི་ཚད་དེ་དང་དེ་སྒོམ་པ་དེ་ལ་བརྟེན་ནས་དེ་དང་དེ་མ་འོངས་པ་ལ་ཡང་འབྲིང་རྒྱུ་ལས་བསགས་པ་བདག་གི་ཁྱིམ་བདག་མགོན་མེད་གཟི་བྱིན་གྱི་མཉན་ཡོད་ལ་ཡང་བརྟེན་ནས་ཐིག་དང་པོ་བརྒྱབ་སྟེ་སངས་རྒྱས་བཅོམ་ལྡན་འདས་ཀྱི་བསྔགས་བརྗོད་རྣམ་པ། ནང་བཞིན་དེ་འདྲ་ཡིན་པར་དེ་ཚོའི་ཐོག་ལ་ཡང་དགོངས་པ་བཞེས་རྗེས་ཨེ་ནི། ད་ལྟ་དཀྱིལ་འཁོར་འདི་ན་ཉིན་ལྟར་སྔར་གྱི་ཕྱག་སྲོལ་བཟང་པོ་དག་ཁུ་རལ་གྱི་ཨེ་ནི་ཁུ་རལ་ཕྱག་ལེན་གྱི་སྤྱི་ཡི་སྲང་ཁ་འཇིགས་གསུམ་དུ་མཚོན་པའི་དུང་འཁོར་གྱི་མཚོན་པ་དེ་འདྲ་མང་པོ་ཅིག་ད་དེང་སང་ཡང་ཉམས་གསོ་གནང་རྗེས་དཀྱིལ་འཁོར་སྒྲུབ་མཆོད་རྡུལ་ཚོན་དང་འབྲེལ་བ་ཡང་གནང་གི་ཡོད་རེད་རིགས་རིགས་དང་འབྲེལ་བའི་སྒྲུབ་མཆོད་མང་པོ་གནང་གི་ཡོད་འོ་ད་དེ་གའི་དེ་དངོས་གནས་འདྲ་ནས་འོ། གནད་ཆེན་པོ་ཡིན་པ་ཕན་ཡོན་ཆེན་པོ་ཡིན་པ་འོ་དེ་ལ་དགོས་པ་རྒྱུ་མཚན་ཆེན་པོ་ཡོད་པ